དེ་འདྲའི་ནང་སྲིད་དག་བྱས་པ་རྣམས་སོར་ཞུས་ཟིན་པ་བཅས་ད་དུང་ལོ་ངོ་དྲུག་ཤོས་ཀྱི་སྡེ་ཚན་དང་པོ་སྟེ། ཨ་ནེ་མགོན་པོ་ཀླུ་སྒྲུབ་ཀྱིས་ད་དུང་མ་ཐུག་སྐྱེ་ཚུལ་སྐོར་དེ་ངོ་སྤྲོད་ཞུ་བ་ཡིན། ད་ཐུག་སྐྱེ་ཚུལ་སྐོར་དེ། འོ་དེའི་ནང་ལོགས་ལ་ད་གོང་བུ་ཀླུ་སྒྲུབ། ཐོག་མ་ཐུགས་ཀྱི་དང་ཀ་དག་དེའི་སྤྲོས་པ་དང་བཅས་པའི་ནང་ལོགས་ལ་ད་ག་ཀ། ཐ་ཀའི་ལྟ་བའི་དགའ་སྟོན་གྲོ་བོ་ཆེར་བཞུགས་པའི་མ་ཁྱིམ་གསང་སྔགས་སྦས་པའི་གཏེར། མི་ཟད་བདུད་ཀུན་བྱུང་ནས་ཡེ་ཤེས་ནོར་ཀླུ་སྒྲུབ་བདེན་བརྗོད་དབང་གི་ཞབས་ལ་འདུད། ཐུགས་དབང་ཀུན་གསལ་ནོར་བུའི་ནུབ་རིའི་རྩེར་འོད་གསལ་གུ་མ་གྱིས་མ་བཟོད་ནས། བཞི་བརྒྱའི་ལོ་གྲངས་ཤར་རིའི་བཅུད་པའི་ལས་ཀླུ་སྒྲུབ་སྨྲ་བའི་ལྟ་བ་འདི་ཤར། ཟླ་བ་ཤར་ཏེ་ཚར་ཤིང་རྟའི་གསོལ་བྱེད་ཆེན་པོ་ཀླུ་སྒྲུབ་ཅེས་བྲག་དཀར་བ་དན་སིལ་རྩེར་མ་ཤོང་བར། ཉི་ཟླའི་ཕོ་མོས་ཤིང་རྟའི་རོལ་རྩེད་ལས་རྒྱ་མཚོའི་འགྲམ་ནས་ནམ་མཁའི་མཐོངས་སུ་ཁུར་བྱས། གང་དག་བསྔགས་པ་བརྗོད་པ་ན་གཞན་བྱས་དཔལ་མགོན་པགས་པ་ཀླུ་སྒྲུབ་ཞབས་འདི་སྔོན་ད་ལྟ་བསྐལ་པ་གྲངས་མེད་པའི་སྔ་རོལ་ནས་ཨ་ནི་ཐུགས་བསྐྱེད་པ་འདི་གསུང་གི་རེད་ད་ཐུགས་བསྐྱེད་པའི་སྐོར་དུ་མཛད་སྤྱི་བོའི་ངང་དུ་དང་ཁོང་ངོ་སྤྲོད་ཞུ་བ་ན་ཤེས་རིག་འཕགས་པ་རྔ་བ་ཆེ་ཆེན་པོས་ཨ་ནི་ལེའུ་ཞེས་པ་དེ་ན་ཐེག་པ་ཆེན་པོའི་མདོ། ཐ་དད་པ་ཆེན་པོའི་མདོ་དེ་ང་ཚོ་བསྟན་འགྱུར་དཔེ་རྡུལ་མེད་དང་དང་དབུ་མ་དབུ་མའི་ནང་ནས་དབུ་མ་སྤོས་ཨ་པ་དེ་རེད་དེ། དྲུག་ཅུ་ཐམ་པ་དེ་ཤོག་གྲངས་དྲུག་བརྒྱ་དྲུག་ཅུ་རེ་གཅིག་ལ། ནི་སྒོར་མོ་འདུག་རུང་ཐུགས་དགྱེས་པའི་སྐོར་དེ་དེ་འདྲའི་གསལ་ཤ་ད་དེ་ཐུགས་དགྱེས་པའི་སྐོར་ནི་མ་ཇག་ལོག་ཤོར་བ་ཡིན་ན་གཏན་དུ་ཚིག་འདི་བྱིན་རླབས་ཆེན་ཡོང་ས་རེད། འདི་ནི་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་འོད་སྲུང་འདས་པའི་དུས་བསྐལ་པ་གྲངས་མེད་པའི་ཆེས་གྲངས་མེད་པ། བསྐལ་པ་ཡངས་ཤིང་ཆེས་ཡངས་པ་ཞིག་བྱུང་བ་དེའི་ཚེ་དེའི་དུས་ན། འཇིག་རྟེན་དུ་ཡང་དག་པར་རྫོགས་པའི་སངས་རྒྱས་སྒྲ་གཅན་ཞེས་བྱ་བ་ཞིག་བྱུང་སྟེ། དེ་ནས་བཅོམ་ལྡན་འདས་དེས་གྲོང་ཁྱེར་ཆེན་པོ་དེ་ཉིད་དུ་ཆོས་བཤད་པ་དེའི་ཚེ། ལི་ཙྪ་བི་ཤུ་ན་འཇིག་རྟེན་ཐམས་ཅད་ཀྱི་མཐོང་ན་དགའ་བ་ཞེས་བྱ་བ་དེ་ཆོས་ཀྱི་རྒྱལ་པོ་ཆོས་དང་ལྡན་པ། འཁོར་ལོས་སྒྱུར་བའི་རྒྱལ་པོར་གྱུར་ཏོ། དེ་ནས་རྒྱལ་པོ་དེ་དེ་བཞིན་གཤེགས་པ་དེའི་དྲུང་དུ་སོང་ནས་དེས་འབྱོར་པ་ཆེན་པོ་དང་གླུ་ཡིས་བསྐོར་བ་བྱས་ནས། བཙུན་མོ་དང་ལྷན་ཅིག་ཏུ་བཅོམ་ལྡན་འདས་ལ་མཆོད་དེ་ཚིག་འདི་དག་གསོལ་ཏོ། བཅོམ་ལྡན་འདས་བདག་ནམ་ཞིག་ན་བྱང་ཆུབ་སེམས་དཔར་གྱུར་ལགས། དེའི་ཚེ་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་རྒྱལ་པོ་ཆེན་པོ་འཁོར་ལོས་སྒྱུར་བའི་རྒྱལ་པོར་གྱུར་པ་གང་ཡིན་པ་དེ་ནི་བྱང་ཆུབ་སེམས་དཔའ་ལས་གཞན་དུ་མི་འགྱུར་རོ་དེ་ཅིའི་ཕྱིར་ཞེ་ན། དབང་པོ་དང་ཚངས་པ་ལ་ནི་འཁོར་ལོས་སྒྱུར་བའི་རྒྱལ་པོ་ཉིད་ཡོད་པ་མ་ཡིན་པས་དེ་ལས་གཞན་དུ་མི་འགྱུར་རོ། རྒྱལ་པོ་ཆེན་པོ་དགེ་བསྙེན་དུ་གྱུར་པ་གང་དང་གང་ཡིན་པ་དེ་དང་དེ་དག་ནི་དབང་པོ་དང་ཚངས་པར་འགྱུར་རོ། དབང་པོ་ཉིད་དང་ཚངས་པ་ཉིད་ཀྱི་རྒྱལ་པོ། མང་པོ་དུ་མ་བྱས་ནས་དེའི་འོག་ཏུ་ཆོས་ཀྱི་རྒྱལ་པོ། ཆོས་དང་ལྡན་པ་འཁོར་ལོས་སྒྱུར་བར་གྱུར་ཏེ། ཁྱོད་ཀྱི་དབང་པོ་ཉིད་དང་ཚངས་པ་ཉིད་གང་གཱའི་ཀླུང་གི་བྱེ་མ་དང་མཉམ་པར་བྱས་ནས་དེའི་འོག་ཏུ་ཁྱོད་ཀྱི་འཁོར་ལོས་སྒྱུར་བ་ཉིད་ཐོབ་པ་ཡིན་ནོ་ཞེས་གསུངས་ཤིང་དེ་ན་ཤིང་གི་རྟ་སྤྲིན་ཆེན་པོའི་མདོ། རྟ་སྤྲིན་ཆེན་པོའི་མདོ་དེའི་གདངས་ཀོ། ཞུས་པ་ན་བཞེས་རེད། ཅི་ཡང་ང་ཚོ་དེའི་བཀའ་འགྱུར་ཡིན་པ་ཡིན་ཙང་སྡེ་དགེ་བཀའ་འགྱུར་གྱི་མདོ་སྡེ། པོད་གྲངས་བ་པ་དེ་བཅས་ཤོག་གྲངས་བརྒྱ་དང་བརྒྱད་ཅུ་གྱ་དགུ་ལོའི་ཁ་སང་བརྒྱ་བརྒྱད་གྱ་དགུའི་མདུན་ཤོག་ལ་འདུག་འོ་ད་འདི་ཡི་སྤྱི་ཡོངས་ང་ཚོ་གོང་དུ་བཀོད་པ་དེ་སྤྱི་ཡོངས་མདོ་སྡེ། ཁོ་རང་ནང་དུ་གསལ་བ་དང་ལྟས་ཙམ། ཡང་དེ་ཁ་གསོ་ཡང་མ་འདྲ་ཡོང་གི་འདུག་ད་འདིའི་ནང་ལ་གང་ལྟར་མདོ་སྡེ་བཀྲིན་ཆེན་པའི་མདོའི་ནང་ལ་གསལ་བ་དེ་འདི་རེད། གྲོང་ཁྱེར་རིན་ཆེན་འབྱུང་གནས་ཀྱི་ནང་ན་བདེ་ཆེན་གཤེགས་པ་ཀླུ་རིགས་སྒྲོལ་མ་ལ་རིན་ཆེན་འབར་བ་གང་བསྟན་ནས་འདི་སྙམ་དུ་སེམས་བསྐྱེད་དེ་བཅོམ་ལྡན་འདས་མ་འོངས་པའི་དུས་ན་བཅོམ་ལྡན་འདས་ཤཱཀྱ་ཐུབ་པ་བསྟན་པ་བསྟན་པའི་ཐབས་ནུབ་པའི་ཚེ་བདག། ཚེ་བདག་ཏུ་བྱུང་སྟེ། ཆོས་ཀྱི་འཇུག་པ་ལ་བབ་པ་ན་སྒྲ་ཆེན་པོ་ལན་གསུམ་བསྒྲགས་པ་ལ་ཆོས་གོས་ཙམ་འཆང་བ་མུ་ཏིག་མགོ་བྱེ་བ་རྣམས་ཡུལ་ནས་སྤྲད་པ་དམ་པའི་ཆོས་འབྱུང་སྟེ་དམ་པའི་ཆོས་ཀྱི་ཕྱིར་བདག་གི་སྲོག་འཐོར་བར་གྱུར་ཅིག། གསུང་བྱ། ཡང་མདོ་དེ་ཉིད་རང་ལས་ཨ་ནི་ལྷའི་བུ་དག། ལས་མཛད་པའི་གཞོན་ནུ་འཇིག་རྟེན་ཐམས་ཅད་ཀྱིས་མཇལ་ན་དགའ་བ་དེ་སྔོན་བསྐལ་པ་དཔག་ཏུ་མེད་པའི་ཕ་རོལ་ཏུ་དེ་བཞིན་གཤེགས་པ། ཀླུ་རིགས་སྒྲོལ་མ་འཇིག་ཚང་དུ་བྱོན་པའི་ཚེ་ཟས་ལ་སོགས་པ་དེ་འདྲའི། གསུང་བྱ། དེ་ནས་མ་འོངས་པའི་དུས་ན་སངས་རྒྱས་ཤཱཀྱ་ཐུབ་པའི་བསྟན་པ་ནུབ་ཏུ་ཆས་པའི་ཚེ། དེར་བདག་རབ་ཏུ་བྱོན་ནས་ཆོས་ཀྱི་འཇུག་པ་ལ་བབ་པ་ན་སྒྲ་ཆེན་པོ་ལན་གསུམ་བསྒྲགས་ལ་ས་ག་ས་ལ་གོང་བུ་ཀླུ་སྒྲུབ་ཀྱི་ཆོས་སྒྲ་ཆེན་པོ་ལན་གསུམ་བསྒྲགས་པའི་སྐོར་དེ་རེད། དེ་ནས་ཆོས་གོས་གྱོན་པ་ཙམ་དང་སྐྲ་བྲེགས་པ་ཙམ་ཡུལ་ནས་བསྐྲད་ལ་དམ་པའི་ཆོས་ཕྱུང་སྟེ་དམ་པའི་ཆོས་ཀྱི་ཕྱིར་བདག་གི་སྲོག་གཏོང་བར་གྱུར་ཅིག་ཅེས་སྨོན་ལམ་བཏབ་བོ་ཞེས་སོགས་པ་ལ་སོགས་པ་གང་དག་ནི་སངས་རྒྱས་དེའི་དོན་དུ་གོང་བུ་ཀླུ་སྒྲུབ་ཀྱི་སྔོན་ནི་བསྐལ་པ་གྲངས་མེད་པའི་སྔ་རོལ་དུ་ཐུགས་ག་འདྲས་བསྐྱེད་ཡོད་མེད་མཐོ་དམན་ག་འདྲས་བཙལ་ཡོད་མེད་ངོ་ཚ་དེའི་སྐོར་དེ་རེད། ཡང་ད་འདི་ནས་ང་ཚོ་ཐུགས་མགོ་ངུ་འཕྲོ་བྱེད་ཡོང་གི་སྡེ་ཚན་གཉིས་པ་སྤྱི་ཡོངས་ཀྱི་དཀར་ཆག་གི་སྤོས་ཁ་ཟག་དང་དཀར་ཆག་ང་པ་དེ་རེད། ད་འཕགས་པ་ཀླུ་སྒྲུབ་ཞབས་ཀྱི་སྐུ་ཡི་ཆ་ལུགས། ད་བཞུགས་སྟངས་དང་རྣམ་འགྱུར་དང་ཕྱག་རྒྱ་དང་ཕྱག་མཚན་ལ་སོགས་པ་ག་འདྲ་ཡོད་མེད། འོ་དེའི་སྐོར་དེ་ངོ་སྤྲོད་ཞུ་ཡ་རེད་ད་འདི་ལ། སྤྱི་ཡོངས་ང་ཚོ་ད་ལྟ་ཨ་མེས་ཞབས་ངོ་བོ་ཀུན་དགའ་བསོད་ནམས་ཀྱིས་མཛད་པའི་རྒྱ་གར་འཕགས་པའི་ཡུལ་གྱི་སྐྱེ་འཆི་དམ་པ་རྒྱན་དྲུག་ཕྱོགས་གཉིས་ལ་ལྟོས་ཤིག་གསོལ་བ་འདེབས་པ་རབ་ཏུ་བྱེད་པའི་ས་ག་བཞི་པར་སའི་དེའི་ནང་ལུས་ལ། བདག་ཨ་མེས་ཞབས་ད་ལྟ་ང་བ་ཀུན་དགའ་བསོད་ནམས་འདི་གཅིག་སྟོང་ལྔ་བརྒྱ་དགུ་བཅུ་གོ་བདུན་ལུས་ལ་དགུ་དྲུག་ནི་གཅིག་སྟོང་ལྔ་བརྒྱ་ལྔ་བཅུ་ང་དགུ་དག་གཅིག་སྟོང་དྲུག་བརྒྱ་དྲུག་ཅུ། ཨོ་དེ་གཉིས་གང་རུང་ཅི་རེད། དགོངས་པ་རྫོགས་པ་རེད། ད་ཁོང་གིས་མཛད་པའི་ད་ལྟ་ས་ག་བཞི་པ།

ནས་ཁ་ས་དག་ཅིག་གསལ་བའི་བདེ་གཤེགས་གསེར་ཐུར་སོང་ཡང་དེའི་ནོར་ལ། ཀ་ཏོག་རིག་འཛིན་ཚེ་དབང་ནོར་བུ་སྟེ་གཅིག་སྟོང་དྲུག་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བདུན་བརྒྱ་ནས་ལྔ་བཅུ་ང་ལྔའི་ལོ་རུ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་དང་ཚ་གྲུབ་རྡོ་རྒྱལ་ཆུའི་དང་ཚ་གཞུང་དེ་དེ་རེད་གྲུབ་རྡོ་རྗེ་གཡུ་རྩ་བཞིའི་རྣམ་ཐར་བོན་ཆོས་མི་དམངས་པི་སྤྲུལ་སྐུ་ནས་ཉིས་སྟོང་ལྔ་ལོ་ལ་དང་ཚ་སྤ་སྤྲུལ་ཞུས་པའི་ཤོག་གྲངས་དགུ་བཅུའི་ནང་ལོ་ལ། དེ་ལས་གསུངས་ད་ཀོང་པོ་ཀླུ་སྒྲུབ་དེའི་སྤྱི་དབང་ང་ཚོ་ཞུགས་སྟངས་དེ་ནི་ཡོངས་སུ་གྲགས་པ་སྣང་བཞིན་རེད། ཡང་ན་ཀོང་པོ་ཀླུ་སྒྲུབ་ལ་ཆ་བཞག་པའི་ནི་སྤྱི་བཏང་གི་སྐུ་ཞལ་གདངས་འདྲ་བ་དེ་སྔོ་བསངས་ནི་ཧ་ཅང་གི་ངོ་མཚར་བ། ཀོང་པོ་ཀླུ་སྒྲུབ་ཀྱི་དབུས་ལ་ཡང་བཙོག་གཏོར་མེད་པ། སྤྱི་དབང་གི་ང་ཚོ་ད་རྣམ་བཅད་དེ་དགེ་སློང་གི་རྣམ་བཅད་ཡིན་པ། ཀོང་པོ་ཀླུ་སྒྲུབ་ཀྱི་ད་དབུས་གང་ལ་ཡང་སྦྲུལ་གྱི་བདེན་པ་ཡོད་པ། འོ་ད་འདི་སྦྲུལ་གྱི་བདེན་ཁ་ཡོད་པ་དྲང་གི་སོང་མི་འདུག་ད་སྦྲུལ་གྱི་བདེན་ཁ་ཞེས་པ་དེ་དོན་དང་མཐུན་པ་རེད་ཟེར་ན་གལ་སྲིད་ཨ་ནེ་མགོན་པོ་ཀླུ་སྒྲུབ་འདི་མཚན་དཔེ་ཅན་གྱི་སྐུ་ལ་མོས་ན་ཟེར་ད་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བཟང་པོ་བརྒྱ་ཅུ་དེ་ལས་ཅི་ལས་ང་ཚོས་མོས་པ་བྱས་པ་ཡིན་ནའི་ཨ་ནེ་དེ་ཅི་ཡང་ང་ཚོ་སྐུ་འདི

ནར་གསལ་ཤག་དེ་ན་ཤི་ང་དུ་ས་སྐྱེས་པའི་མཁས་པ་ཆེན་པོ་ཨེ་ནི་རྗེ་བཙུན་རི་དྭགས་བ་གཞོན་ནུ་བློ་གྲོས་ཞབས་ཀྱིས་མཛད་པའི་དཔལ་གྱི་བ་བ་ཀླུ་སྒྲུབ་ཀྱི་བསྟོད་པ། རྗེ་བཙུན་རི་དྭགས་བ་ཆེན་པོ་སྟེ་ཆིག་སྟོང་སུམ་བརྒྱ་བཞི་བཅུ་ཞེ་དགུ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བརྒྱ་བཅུ་གཉིས་ལོ་ལ་གོང་མ་རྫོགས་པ་རེད། འོ་ད་ཁོང་གིས་མཛད་པའི་བསྟོད་པ་དེ་ད་ལྟ་ཁུངས་འདི་དེ་རེད། རྗེ་བཙུན་རི་དྭགས་བས་མཛད་པའི་བསྟོད་ཚོགས་པོད་ང་པ་དེ་བྱས་ནས་འཁྲུལ་པ་པི་རིང་རེད་ཤོག་གྲངས་དྲུག་པ་ནས་དྲུག་པའི་བདུན་ཤོག་ཡིག་འབྲི་བཞི་བ་ནས་མ། གསལ་བྱ་དེའི་ནང་ལོགས་ལྟར་བསྟོད་པའི་ཚིག་དེ་འདི་རེད། མཐའ་གཉིས་སྤངས་པའི་ཆོས་འདི་བྱིངས་ལ་གནས། བྱང་ཆུབ་ཡན་ལག་བདུན་གྱི་གདིང་སྐད་ཅེས། གསུང་རབ་རིན་ཆེན་གླིང་ལ་དབང་བསྒྱུར་བ་ཀླུ་དྲུག་ཀླུ་ཡི་དབང་པོས་བདག་སྐྱོངས་ཞེས་གསུངས་པ་ནང་བཞིན་མཐའ་དེའི་ནང་གི་མགོན་པོ་ཀླུ་དྲུག་པའི་སྐུ་ཡི་ཆ་ལུགས་དང་བསྟོད་པ་འདི་ལ་ཡང་གར་འགྲོ་བ་ཡོད་རེད་ཟེར་ལབ་པ་ཡིན་ན། དེའི་རྐང་པ་གཉིས་པ་དེའི་ནང་ལོགས་ལ་བྱང་ཆུབ་ཡན་ལག་བདུན་གྱི་གདིང་སྐད་ཅེས་ཟེར་ལབ་ཡོད་རེད། ཁྱེད་འདི་ད་ཅི་གོང་ལ། མགོན་པོ་ཀླུ་སྒྲུབ་ཀྱི་སྐུ་པར་ཅིག་ཕུལ་ཡོད་སྐུ་པར་དེའི་ནང་རོ་ལ་བྱས་པ་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱི་དབུ་ཡི་སྒང་ལ་ཡང་ད་ལྟ་འབྲུ་བདུན་གྱི་ཨེ་ནི་གདེངས་ཀ་བྱས་ཡོད་རེད་ཨོ་དེ་ཡང་འབྲུ་དེ་ལས་ཨེ་ནི་གྲངས་ཀ་དྲུག་བྲིས་པ་དང་གྲངས་ཀ་བདུན་བྲིས་པ་དེ་འདྲས་རིགས་གཉིས་ཡོང་གི་འདུག་ད་དེའི་མཚོན་དོན་ལ་ཡང་དུས་རྒྱུན་ང་ཚོ་མང་པོ་ཅིག་གིས་ཐུགས་དོགས་ཡོང་གི་ཡོད་རེད་དྲི་བ་སླེབས་ཀྱི་ཡོད་རེད་དེ་འདྲས་ཡིན་དུས་ད་འགའ་ཤས་ལ་འབྲུ་དྲུག་མ་གཏོགས་མེད་པ་དེ་ལ་ཡང་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱི་དབུ་མ་རིགས་ཚོགས་དྲུག་མཛད་པ་ཡིན་ཙང་དེ་མཛད་པའི་མཚོན་དོན་རེད་གསུང་ཡང་དེ་འདྲས་འགའ་ཤས་ཀྱིས་ངག་ཐོག་ནས་གསུང་མཁན་ཡོང་གི་འདུག། ཡིན་པས་ན་དེ་ཚོ་ཡིག་ཐོག་ལ་དམིགས་བསལ་གལ་ཆེན་མ་བྱུང་ད་ཡིག་ཐོག་ལ་ཡོད་པ་གཅིག་འདི་ལྟར་འདའ། རྗེ་བཙུན་རི་དྭགས་བ་བྱིན་པས་གསལ་བའི་མགོན་པོ་ཀླུ་སྒྲུབ་ཀྱི་བསྟོད་པ།

དྲན་པ་ཡང་དག་བྱང་ཆུབ་ཀྱི་ཡན་ལག་དང། ཆོས་རབ་ཏུ་རྣམས་ཀྱི་ཡང་དག་བྱང་ཆུབ་ཀྱི་ཡན་ལག། བརྩོན་འགྲུས་ཡང་དག་བྱང་ཆུབ་ཀྱི་ཡན་ལག། དགའ་བ་ཡང་དག་བྱང་ཆུབ་ཀྱི་ཡན་ལག། ཤིན་ཏུ་བྱམས་པ་བྱང་ཆུབ་ཀྱི་ཡན་ལག། ཏིང་ངེ་འཛིན་ཡང་དག་བྱང་ཆུབ་ཀྱི་ཡན་ལག། བཏང་སྙོམས་ཡང་དག་བྱང་ཆུབ་ཀྱི་ཡན་ལག་བྱས་ཏེ་འདི་བདུན་ལས། བྱང་ཆུབ་ཀྱི་ཡན་ལག་བདུན་གསུངས་པའི་བར་དེ་ཡིན་ཏེ། བྱང་ཆུབ་ཀྱི་རྒྱུ་བྱེད་པའི་འཕགས་པའི་ཁྱིམ་པ་ལ་ཡང་ང་ཚོ་བྱང་ཆུབ་ཀྱི་ཡན་ལག་བྱེད་ཅེས་དུས་ཀྱི་དྲི་ཞིམ་དེ་གསུངས་པའི་བར་བའོ། དེ་འདྲ་ཡིན་དུས་ད་གོང་བུ་ཀླུ་དྲུག་གི་དབུའི་སྒང་ལ་ཡོད་པའི་སྦྲུལ་གྱི་སྟེང་སྒང། བདུན་དེ་བྱང་ཆུབ་ཀྱི་ཡན་ལག་བདུན། འོ་དེ་མཚོན་གྱི་ཡོད་པ་དེ་གསུངས་བཞག།

སྦྲུལ་དྲུག་ཁྲེས་ཏེ་དེ་ལ་བརྟེན་བྱུང་བ་རེ་ཟུང་དང་གཅིག། དེ་ན་ཤི་དང་ནོར་བྲང་ཨུ་རྒྱན་ལགས་ཀྱིས་ད་ལྟ་ཆོག་སྒྲིག་གནང་པའི་ཆོས་རྣམ་ཀུན་འདུས། ནོར་བྲང་ལགས་ཆོས་རྣམ་ཀུན་འདུས་དེ་དེ་རེད་ད་ལྟ། ཀྲུང་གོའི་བོད་རིག་པ་དཔེ་སྐྲུན་ཁང་ནས་ཉིས་སྟོང་བརྒྱད་ལོ་ལ་བཀའ་དྲིན་ཞུས་པའི་ཤོག་གྲངས་སུམ་སྟོང་དྲུག་བརྒྱ་བཞི་བཞི་བཞི་གནང་ལོ་ལ། དེ་འདྲས་གསུངས་ཤག་ད་ཆུ་བེད་བྱེ་བྲག་མཐའ་ཡས་པའི་དབུས་ཀྱི་རིན་པོ་ཆེའི་ཁྲི་དང་རྟེན་བཟང་པོ་ལ། དཔལ་མགོན་འཕགས་པ་ཀླུ་སྒྲུབ། སྐུ་མདོག་སྔོ་བསངས་ནོར་བུ་རིན་པོ་ཆེའི་རྒྱལ་པོའི་མདོག་ལྟ་བུ། དྭངས་ཤིང་དྲི་མ་མེད་པ་ཤིན་ཏུ་ངོ་མཚར་བ། མཚན་དཔེའི་རྒྱན་གྱི་ཕྱག་གཉིས་ཆོས་འཁོར་གྱི་ཕྱག་རྒྱ་ཐུགས་ཀར་འཛིན་ཅིང། དེ་ནི་ན་བཟའ་ཆོས་གོས་རྣམ་གསུམ་ཐབས་མི་བརྟན་འགལ་མེད་ཡིན་པ་ཡིན་ཙང། ན་བཟའ་ཆོས་གོས་རྣམ་གསུམ་བཅས་ཞབས་རྡོ་རྗེ་སྐྱིལ་མོ་ཀྲུང་གིས་བཞུགས་པ། ཀླུའི་རྒྱལ་པོས་སྦྲུལ་གྱི་གདེངས་ཀ་ཕུལ་བའམ་ཡང་ན་སྦྲུལ་གྱི་རྣམ་པས་མཆོད་ཅིང་སྙིང་བསྐོར་བའི་ཕྱིར་སྦྲུལ་གྱི་གདེངས་ཀའི་དྲི་མ་ལ་སྐུ་རྒྱབ་བསྟན་པའོ། བྱའོ། འོ་ད་སྦྲུལ་ཡོངས་ཡངས་ཀྱིས། གསུང་བའི་མཚོན་དོན་དང་བཅས་པ་འདི་འདྲ་ཅིག་གསུངས་ཤག། འོ་ད་དེ་འདྲ་ཡིན་དུས་ད་གང་ལྟར། དེ་མ་ཡིན་པའི་ཡང་གཞུང་གཞན་དག་ཅིག་དེའི་ངང་དུ་རྒྱ་གར་འཕགས་པའི་ཡུལ་གྱི། ཨ་ནི་དགེ་སློང་དཔལ་དེས་མཛད་པའི་གྲུབ་ཐོབ་བརྒྱད་ཅུའི་ད་ལྟ་མངོན་པར་རྟོགས་པ། ད་མངོན་པར་རྟོགས་པ་དེ། ད་ལྟ་དེ་རེད་བར་ཟེར་བའི་ང་ཚོ། བསྟན་འགྱུར་གྱི་གཞུང་རེད། བསྟན་འགྱུར་གྱི་ནཱ་ལ་ནས་བསྟན་འགྱུར་པི་དུ་མའི་སྣ་ཚོགས་ཀྱི་སྤོས་ང་ན་རུ་ང་དེའི་ནཱ་ལ་ཡ་དེབ་བྱས་པ་ཡིན་དེབ་ཨང་གྲངས་བརྒྱ་དང་བཅུ་བཞི། ཤོག་གྲངས་དགུ་བརྒྱ་ཉི་ཤུ་རྩ་དྲུག་གི་ནང་ལོགས་ལ།

ལུག་གཉིས་ཡོད་པ་རེད་ད་རྒྱ་གར་ཕ་བུའི་ཡུལ་གྱི་ལུག་གཅིག་དང་བུ་གངས་ཅན་པའི་ལྗོངས་ཀྱི་བུ་ལུག་རང་གི་གྲི་སུལ་གཅིག་ད་བུ་ལུག་གི་གྲི་སུལ་དེ་ལས་སྔོན་མ་གནའ་རབས་ཀྱི་གྲི་སུལ་གཅིག་དང་དེང་དུས་ཀྱི་སྣུམ་ཚོན་རིས་མའི་གྲི་སུལ་གཅིག་ཡོད་པའི་ན་ལོ་ནས་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་གནའ་རབས་ཀྱི་གྲི་སུལ་དེ་ག་ས་ང་ཚོ་གར་སོང་རེད་གྲུབ་བརྟན་གྲུབ་ཆེན་བརྒྱད་ཅུ་རྩ་བཞིའི་སྐབས་ལས་ཨ་ནི་སྐུ་པར་ཕུལ་བའི་རྒྱ་གར་གྱི་གྲི་ཐང་སྐོར་དེ་དེ་ན་ལ་གསལ་པོ་ཞིག་ཡོད་རེད་ད་དེ་ནས་བུ་ལུག་གི་དབང་དུ་བཏང་བས་ན་བོད་རང་གི་ང་ཚོ་ད་དུས་རྒྱུན་ཐང་ག་དང་ལྡེབས་རིས་ལ་སོགས་པའི། ཨེ་ནི་དྲི་ཆའི་དུག་གཞིས་ཆགས་བྱས་པ་ཡིན་ན་སྐུ་སྣ་རབ་ཀྱི་ལ་གཅིག་དང་ད་དེང་དུས་ང་ཚོས་སྣུམ་ཚོན་རེ་མོ་རང་གི་ཇུས་ཐག་ལུག་གཅིག་བྱས་ད་ལྟ་གོང་ལ་ཕུལ་བ་དེ་དེང་དུས་ཀྱི་ང་ཚོས་སྣུམ་ཚོན་རེ་མོའི་ཇུས་ཐག་ནང་བཞིན་བྱས་ནས་ཕུལ་བའི་སྐུ་བ་དེ་ཆགས་བསྡད་ཡོད་པ་རེད། འོ་དེ་འདྲ་ཡིན་དུས་ད་ང་ཚོ་བོད་ཀྱི་ད་ཐང་གའི་ལུག་གི་དྲི་ཆ་བཤེར་བྱས་པ་ཡིན་ན་སྐུ་མདོག་ལྟས་ཚ། ལྟས་ཚ་སྨུག་པོ།

ཡ། ད་འདི་ནས་གཤམ་ལ་ངོ་སྤྲོད་ཞུ་ཡ། འདི་སྡེ་ཚན་བཅའ་པ་དེ་རེད་ང་ཚོ་སྤྱི་ཡོངས་ཀྱི་དཀར་ཆག་གི་སྡེ་ཚན་རྩ་བའི་སྡེ་ཚན་བཞི་པ་ལྔ་པ་དེ་རེད་བ་ཅའོ། ད་འདི་གཙོ་བོ་ད་ན་ཁོང་ལ་ཡིག་ཐོར་བུ་བ་ན་ཤེས་བྱ་མགོན་པོ་ཀླུ་སྒྲུབ་ད་ཡུལ་ག་བར་འཁྲུངས་པ་རེད་མགོན་པོ་ཀླུ་སྒྲུབ་འཁྲུངས་ཡུལ་ག་བར་རེད།

དང། རྒྱལ་བོ་དགེ་འདུན་རྒྱ་མཚོ་སྐུ་འཕྲེང་གཉིས་པ་སྟེ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་དྲུག་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་ནི་བཞི་བཅུ་ཞེ་གཉིས་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་གཞུང་དེའི་ཐད་དུ་རྒྱལ་བོ་དགེ་འདུན་རྒྱ་མཚོའི་གསུང་འབུམ་ནི་སྐུ་ཕྱྭ་རྣམ་རྒྱལ་གྲྭ་ཚང་ནས་ཉིས་སྟོང་བཅུ་བཞི་ལོ་ལ་པར་སྒྲིག་ཞུས་པའི་ཤོག་གྲངས་ནི་བརྒྱ་དང་སུམ་ཅུ་སོ་བཞི་ནས་སུམ་སོ་བདུན་བར་བཏོན་པ་དེའི་ཁོད་ན་ཤཱཀྱ་ཐོག་མཐའ་བརྟན་པ་དེའི་ནང་ལོགས་ལ་ཀོང་པོ་ཀླུ་སྒྲུབ་ཀྱི་འཁྲུངས་ཡུལ་དུ་འགྲོ་བས། ག་རེ་གསུངས་ཡོད་རེད་ཟེར་བ་ན་མཁར་གཉན་ས་ཞིག་བི་ཏའི་གྲོང་ཁྱེར་དུ་རྨུག་རྩིང་ལག་དགུ་བྱི་བའི་བང་མཛོད་ཅན་རིག་བྱེད་གཏེར་གྱུར་གཉིས་ཀྱི་དབང་པོ་དེ་སྲས་སུ་ལེགས་པར་འཁྲུངས་ལ་ཕྱག་འཚལ་ལོ། ད་ཀོང་པོ་ཀླུ་སྒྲུབ་སྐུ་འཁྲུངས་ས་དེ་མཁར་གཉན་ས་ཞིག་བི་ཏའི་གྲོང་ཁྱེར་དུ་ཡོང་གྲབས་ད་ང་ཚོ། ཀོང་པོ་ཀླུ་སྒྲུབ་དེའི་ལྷོ་ཕྱོགས་བི་ཏའི་ཡུལ་དུ་ནི་དགེ་སློང་དཔལ་ཟླ་ཕྱི་དྲག་པ་ཞེས་དང་པོ་ང་ཚོ་རྒྱལ་བའི་ལུང་གི་ཟིན་ཚུལ་ནང་ལོགས་ལས་ཨ་ནི། འཁྲུངས་ཡུལ་དེ་སྲས་པོ་ཅན་གསུངས་པ་ན་གཞན་བྱས་ནས་ཡོངས་གྲགས་ད། ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ཆོས་འབྱུང་རྒྱ་གར་འཕགས་པའི་ཡུ་གུ་གཞུང་ལུགས་ལ་སོགས་པ་ད་དུང་མཛོད་ཁག་ནང་ལོགས་ལ་ཨ་ནི་ཀོང་པོ་ཀླུ་སྒྲུབ་དེ་རྒྱ་གར་ལྷོ་ཕྱོགས་ཨ་ནི་ལྷོ་ཕྱོགས་ནང་ར་ནི་ལྷོ་ཕྱོགས་བྷི་ཏའི་ཡུལ་ལ་ཡང་སྐུ་འཁྲུངས་པར་གསུང་གི་ཡོད་རེད་དེ་ནང་བཞིན་གྱི་སྐོར་ཚིག་རྨད་དུ་ཆགས་བཞག་པས་ནི་རྒྱ་གར་ལྷོ་ཕྱོགས་ཨ་ནི་དཔལ་གྱི་རི་ལ་སོགས་པར་དུང་ཟེ་ལས་ཨ་ནི་མཛད་པ་དྲིན་ལས་རྒྱ་ནས་བཞུགས་པའི་སྐོར་དུང་ཟེ་ཆོས་འབྱུང་དེབ་ཐེར་མང་ཆེ་ནང་ལོགས་ལ་གསལ་ཡོད་རེད་ད་ཡིན་པ་ཡིན་ནས་ང་ཚོ་པ་ཚབ་ལོ་ཙཱ་བས་མཛད་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཀྲི་ཀ་དང་དུ་དྲི་མ་གསལ་བར་བྱེད་པ། བཀོད་ཚབ་ལོ་ཙཱ་བ་དེས་གཅིག་སྟོང་བརྒྱ་མེད་ལྔ་བཅུ་ང་ལྔ་ལོ་ལ་སྐུ་འཁྲུངས་པ་རེད་ད། འདས་པའི།